ད་ལྟ་བ་སྒྲུབ་སྟངས་དང་དཀའ་ངལ་སེལ་སྟངས་དེ་ག་འདྲ་ཆེ་བ་རེད་ཟེར་དུས། ང་ཚོས་གར་ཞུགས་རེར་བསམ་བློ་གཏོང་སྟངས་ལ་བསྒྱུར་བཅོས་བཏང་ནས་དེ་ནི་ད་བ་སྒྲུབ་སྡུག་བསྔལ་ཚད་དགོས་རེད། སྡུག་བསྔལ་བསལ་དགོས་རེད་གསུངས་རེད་དེ་ཡིན་པའི་རྒྱུ་མཚན་ག་རེད་ལབ་པ་ཡིན་ན། ང་ཚོར་ཡོང་ཡག་གི་དཀའ་ངལ་དང་དེ་བ་ཚང་མ་རྩ་བའི་རྒྱུ་གཞན་དག་མང་པོ་ཡོད་རེད་དེ་གལ་ཆེ་ཤོས་དེ་ང་ཚོའི་སེམས་ཀྱི་བུ་གཙོ་བོ་དེ་ང་ཚོའི་སེམས་ཀྱི་སྟེང་ལ་ཡོད་པ་རེད་དེ་ལ་བསྒྱུར་བཅོས་གཏང་དགོས་རེད་ཟེར་འདུག་དཀའ་སྣང་རེད།
So what does it mean to practice Buddhism?
ད་ནང་པའི་ཆོས་ཀྱི་ཉམས་ལེན་ས་གཙོ་བོ་དེ་ག་རེད་ཞུས་པ་ཡིན་ན་གཙོ་བོ་གཙོ་བོ་དེ་ག་རེ་ཤོག་རེད་ད་གིན་ཞུས་པ་ནང་བཞིན་བྱས་ནས་ང་ཚོ་ལ་དཀའ་ངལ་བཟོ་མཁན་དེ་ང་ཚོའི་བསམ་བློའི་རིགས་དེ་ཡིན་ཙང། དེ་ལ་པའི་གར་ཤུགས་རེ་ད་ཡར་རྒྱས་བཏང་ནས་བསམ་བློ་ཡར་རྒྱས་བཏང་བྱས་དེ་བྱེད་དགོས་ཀྱི་ཡོད་རེད་ད་དེ་བྱེད་པར་བྱེད་པ་ལ་དང་པོ་གར་བྱེད་དགོས་རེད་སི་ཏུ་ང་ཚོའི་བསམ་བློའི་ནང་ལ་རིགས་མི་འདྲ་མང་པོ་ཞིག་བུ་ཆོག་རེད་དེ་ཡིན་ནི་གལ་ཆོག་ཚུ་དུས་བུ་ཡིན་ན་གསུམ། བསམ་བློའི་རིགས་འགའ་ཞིག་ང་ཚོ་ལ་གནོད་མཁན་ཞིག་དང། བསམ་བློའི་རིགས་འགའ་ཞིག་ག་དུས་ཡིན་ནི་བསམ་བློ་དེ་འཁོར་དུས་ང་ཚོ་ལ་ཕན་ཡག་ཡོད་པ་ཞིག་དང། བསམ་བློའི་རིགས་འགའ་ཤས་ཡང་དེ་འདྲའི་ཁ་ཁ་ཡི་མའི་སྟེང་ནས་དེ་འདྲ་གསུངས་ཡོད་རེད་བྱས་པའི་ན་དེ་གི་ན་ཧ་གོ་བ་ཅན། དེ་གི་ཚོས་སུ་ཤེས་པ་ཅན། ཤེས་ཚར་རེ་ཞུ་གོ་དེ་སོ་སོའི་ལས་ཀ་ཅི་དུས་ཡིན་ནའི་རེད་ནམ་རྒྱུན་ད་ག་ས་བསྡད་དུས་ཡིན་ནའི་རེད་ག་དུས་ཡིན་ནའི་རེད་བསམ་བློ་ག་རེ་རབ་ཅིག་ང་ཚོའི་རྒྱུད་ལ་སྐྱེ་གི་འདུག་བ་བལྟས་བྱས་དེ་ནི་བསམ་བློ་ང་ཚོའི་རྒྱུད་ལ་བསམ་བློ་བཟང་ངན་རིགས་དེ་མང་པོ་སྐྱེ་གི་འདུག་ན། ཨོ་ད་ད་ག་རང། འདི། གར་བཞུགས་རེད་ད་དུང་དེའི་རྒྱུན་བསྐྱངས་བསམ་བློ་གཏོང་རྒྱུ་བྱས། དེ་ནས་བསམ་བློ་ངན་པའི་རིགས་དེ་མང་པོ་སྐྱེ་གི་འདུག་ན་དེའི་གྲས་དེ་ང་ཚོ་ལ་ལྟ་གནོད་མཁན་ཅིག་ཡིན་པ་ཡིན་ཙང་དེ་ཚོ་ཕག་ཉོར་དང། དེ་འདྲས་བྱས་དེ་འདྲས་བྱེད་ཀི་བྱེད་ཀི་བྱེད་ཀི་བྱེད་དུས་ད་བསམ་བློ་བཟང་ན་དེ་འདྲས་བྱེད་རྒྱུ་རེད་བྱས་ཙང་བསམ་བློ་ཡག་ག་འདུག་ག་ཟེར་ག་རེ་ཟེར་ན། བསམ་བློ་ཡག་ག་ཟེར་ཡ་དེ་ང་རང་ཚོ་ལས་ཕན་ཐོག་ཡོད་མཁན་མི་གཞན་དག་ལས་ཕན་ཐོག་ངའི་བསམ་བློ་མིན་ལ་བྱམས་པ་བྱམས་པ་དང་བརྩེ་བ་དང་གུས་ཞབས་བྱེད་ཡ་ལ་སོགས་པ་འདི་ཚོའི་གྲས་དེ་བསམ་བློ་ཡག་པོ་བརྩི་གི་རེད་རོགས་པ་བྱེད་ཡ་ལ་སོགས་པ་ད་བསམ་བློ་ངན་པའི་རིགས་དེ་ང་ཚོ་དང་གཞན་དག་ལས་ཡ་དེ་ག་རེ་ག་རེ་རེད་ཟེར་ལབ་ཡིན་ན་དཔེར་ན་ང་ཚོ་ཁོང་ཁྲོ་ཟ་ཡ་དང་དེ་ནི་དོན་དག་ཧ་མ་གོ་ཡ་རྨོངས་པ་དང་དེ་ནི་འབའ་གར་ཤུགས་རེ་ཕྲག་དོག་སྐྱེ་ཡ་ལ་སོགས་པ་མི་ལ་སྐྱོན་བརྗོད་ཡ་ལ་སོགས་པ་འདི་ཚོ་བྲེལ་ཚམ་སྡུག་བརྩིགས་ཡོད་རེད་བྱས་པ་ཡིན་ཙང་དེ་བྱས་ནས་དེ་འདྲ་བྱས་ནས་མི་གཅིག་གིས་དེ་འདྲའི་ལས་ཀ་དེ་བྱས་པ་ལ་བརྟེན་ནས་ཁོ་རའི་སེམས་དེ་ལ་བསྒྱུར་བཅོས་བཏང་ན་སེམས་ཁོ་ན་ལ་བསམ་བློ་མང་ཆེ་བ་དེ་ཡག་ག་ཞིག་བསྒྱུར་ཐུབ་པ་ཡིན་ན་ཁོའི་མི་ཚེ་དེ་ཞེ་ཐག་སྐྱིད་པོ་ཆགས་འགྲོ་གི་རེད། ཁོ་རང་སྐྱེ་བོ་ཡོངས་རེད་ཁོ་རང་ཕ་མ་སྤིན་རྒྱག་རེད་གྲོགས་བཟའ་ཚང་ཡིན་ནས་རེད་སྤུ་གུ་བུ་ཕྲུག་ཡིན་ནས་རེད་ཚང་མ་ལ་པའི་སྐྱེ་བོ་ཅིག་སྐྱེ་བོ་ཡོན་ཡག་ཅིག་བཟོ་ཐུག་རེད་ག་རེ་ཟེར་ན་མི་དེ་ག་དུས་ཡིན་ནས་གཞན་དག་ལ་ཕན་པའི་སེམས་མ་འདུག་གནོད་པའི་སེམས་ཡོད་མ་བྱས་པ་ཡིན་ཙང་ཕན་སེམས་ཡོད་བཞིན་དུ་ལས་ཀ་ག་ར་བྱས་པ་ཡིན་ནས་གཞན་དག་ལ་ཕན་འགྲོ་གི་རེད་བྱས་པ་ཡིན་ཙང།

གཅིག་ཡར་ཞོག་རེད་ད་ཐབས་ཤེས་གཅིག་རེད་གཙོ་བོ་སེམས་རྒྱུད་ཅི་བཏང་རྒྱུ་རེད་སེམས་བཟང་བཏང་ནས་མི་ཡར་བཏང་ཡ་དེ་འདི་རེད།
What is the ལམ་རིམ།
ད་ལམ་རིམ་ཟེར་ཡ་དེ་འདི་རེད་ཡར་ཞོག་རེད་མི་སུ་ཡིན་ནའི་བདེ་བ་འདོད་གི་རེད་སྡུག་བསྔལ་འདོད་གི་ཡོད་མ་རེད་ཡག་པོ་སྐྱིད་པོ་འདོད་གི་རེད་ད་དེ་སྐྱིད་པོ་འདོད་ཟེར་ཡ་བདེ་བ་དེ་ལ་ཡང་རིགས་མི་འདྲ་ཁ་ཤས་ཡོད་རེད་གི་བདེ་བའི་རིགས་གཅིག་ཚེ་འདི་རྐྱང་པ་མེད་དོ་སྐྱིད་པོ་མེད་མཁན་ཚེ་འདི་རྐྱང་པའི་བདེ་བ་ཅིག་སྤྱད། ད་དེ་ཙམ་མ་ཡིན་པར་དེ་ལས་ལྷག་ག་ཚེ་འདི་མ་ཚད་སྐྱེ་བ་རྗེས་མ་ཡང་ཡིན་པས་གར་ཤུགས་རིང་བདེ་བ་སྐྱེ་བ་རྗེས་མའི་བདེ་བ་ད་དེ་ཙམ་འདུག་ཟེར་རེ་བྱས་པ་ཡིན་ཙང་དེ་ནི་དེ་ཙམ་དུ་མ་ཟད་ཡང་སྐྱེ་བ་རྗེས་མའི་བདེ་བ་དེ་ཡང་ཁོ་གང་འཚམ་ཆེད་ལས་སྐྱེ་བ་རྗེས་མ་དེ་རྫོགས་འགྲོ་དུས་ཁོ་རྫོགས་ཡག་ཡོད་པ་རེད། ད་དེ་ལས་ལྷག་ཙམ་ནང་པ་རང་གི་བསམ་བློ་དང་ཡིན་ན། རྒྱུན་ནས་རྫོགས་ཡ་མེད་པའི་བདེ་བ་གཏན་གྱི་བདེ་བ་སེམས་སུ་ཐོབ་ཡང་ཡོད་རེད། ཐོབ་ཐུབ་ཀྱི་རེད་བྱས་པ་རེད། དེ་འདྲའི་རིམ་པ་གསུམ་བྱུང་བ་རེད། བྱས་པ་ཡིན་ཙང། ད་ཚེ་འདི་རྐྱང་པའི་བདེ་བ་དེ་དོན་དག་ལ་འབད་རྩོལ་ཞེ་དྲག་མ་བསྟེན་པར་བྱས་ནས་དེ་དོན་དག་ཞེ་དྲག་ཡོད་མ་རེད། ག་ཚོད་རིང་ཡིན་ནའི་ལོ་བརྒྱ་ལྷག་ནས་བསྡད་ཐུག་གི་མ་རེད་པ།

བར་ཤོག་རེ། དེ་ལས་དཔེ་དེ་ཡང་དཔེ་བདེ་བ་དེ་ལ་འགྱུར་ཡག་ཡོད་པ་ཞིག་ཡིན་ཙང། ད་ལྟ་བདེ་བོ་ཡོད་པ་ཡིན་ནའི་གང་འཚམས་སྤྱི་ལ་མཁོ། ཡང། དུས་ཚོད་རྫོགས་ཚར་སོང་ན་ཡང་སྡུག་བསྔལ་བསྐྱར་དུ་ཡོང་སྐོར་བ། དེ་ཡོང་དུས་འགྲིག་གི་ཡོད་མ་རེད། བྱས་པ་ཡིན་ཙང། རྒྱུན་ནས་འགྱུར་ཡག་མེད་པའི་བདེ་བ་ཞིག་ཐོབ་ཐུབ་པ་ཡིན་ན་ཡག་པོ་ཞིག་ལ་ཡོད་རེད་སེམས་དེ་ནི་ཐར་པའི་བདེ་བ་ཟེར་ཡག་ཅིག་ཡོད་རེད། ད་དེ་ཙམ་དུ་མ་ཟད། རང་གཅིག་པུར་བདེ་བ་བྱུང་བ་ཙམ་དུ་མ་ཟད། དེ་ནི་པའི། སེམས་ཅན་ཐམས་ཅད་ལ་བདེ། རེ་བ་ཐོབ་ཡག་འདོད་པ་བཏང། ད་སྐབས་ཤུགས་རེ་རེ་བ་རྒྱབ་བཅས་དེ་འདྲས་ཀྱི་ལས་ཀ་བྱེད་ཡག་ཅིག་བྱས་ནས་རིམ་པ་མཐོ་ཤོས་དེའི་རེ་བྱས་ཚང་རིམ་པ་གསུམ་བྱུང་སོང་བ་བྱས་པའི་མཛད་དེ་ཚོ་རིམ་གྱིས་རིམ་གྱིས་ཕིག་གིས་སློབ་སྦྱོང་བྱེད་ཡག་དང་སྒྲུབ་ཐུབ་ཡག་ཐབས་ཤེས་བྱས་ཡག་དེར་ལམ་རིམ་བཅས་བྱས་འོག་ཏུ་སོང་རེད། རིན་པོ་ཆེ How do you see the role of the Dharma Centre Karamtashi Choling? བྱས་ཙང་ལྟ་ཆོས་ཚོགས་ཀྱི་ག་རེ་ཤོག་རེད། དམིགས་ཡུལ་ག་རེ་ཞུ་བ་ཡིན་ན། བདག་གིས་ཞུས་པ་ནང་བཞིན་སངས་རྒྱས་ཀྱི་ལྟ། སེམས་ཅན་གྱི་སྡུག་བསྔལ་སེལ་བ་དང་བདེ་བ་སྒྲུབ་པའི་ཐབས། མང་པོ་ཞིག་བཀའ་གནང་ཡོད་རེད་པ། དེ་བཀའ་གནང་ནས་དེ་གི་མཐའ་དག་ད་དོ་སྣང་ཡོད་མཁན་སངས་རྒྱས་ཀྱི་གསུང་དོ་སྣང་ཡོད་མཁན་ཚོ་རུ་བྱས་བྱས། རུ་བྱས་བྱས་དེ་དེ་སློབ་སྦྱོང་བྱས། དང་པོ་སློབ་སྦྱོང་བྱེད་ཧ་གོ་བ་བྱས། ཧ་གོ་ཚར་རེ་ཞུགས་སྟེ་ཧ་གོ་བ་ཙམ་ལ་མ་ཤར་བར་བྱས་ནས་ཧ་གོ་བའི་གོ་བའི་དོན་བརྟགས་ཏེ་སོ་སོའི་མི་ཚེ་སྐྱེལ་དུས་མི་ཚེའི་ནང་ལ་ཉམས་ལེན་བྱས་ནས་ཉམས་ལེན་བྱས། ཉམས་ལེན་བྱས་ཡོང་དུས་སོ་སོའི་སེམས་ལ་ཡར་རྒྱས་ཡག་པོ་ཆགས་ཡོང་གི་རེད་སོ་སོས་སྐྱོན་མང་པོ་ཅི་ཕ་ག་ལི་ག་ལི་སྤང་ཐུབ་གི་རེད་ཡོན་ཏན་མང་པོ་ཅི་ཡར་རྒྱས་རྒྱས་པར་བྱེད་ཐུབ་གི་རེད་འདི་ཆགས་དུས་འདི་ནི་མི་གཞན་དག་ལ་ཕ་རོགས་པ་བཅད་ནས་དཀའ་ངལ་ཡོད་པའི་མི་དང་སེམས་ཅན་ལ་སོགས་པ་ཚང་མ་ལ་ཕ་རོགས་པ་བཅད་ནས་གང

ཁམས་གཞུང་རིག་དང། གཅིག་གི། གྲུབ་མཐའ། འདྲ་མི་འདྲ་ཡོད་རེད་དེ་ཚང་མ་རྩ་བའི། དེ་རྒྱུན་ཚང་མ། དེར་བ་དང་ཡིན་ནའི་རེད་མ་ཡ་ན་ཡིན་ནའི་རེད་ཚང་མ་གཞི་གཅིག་པ་གཅིག་རྐྱང་རེད། གཞི་ཉམས་ལེན་བྱེད་ཡག་གཞི་དེ་ཚང་མ་གཅིག་པ་གཅིག་པ་རེད་གཅིག་པ་རེད་དེ་དེའི་སྒང་ལ། དེ་ནི་ཁྱད་པར། བསམ་བློ་གཏོང་སྟངས་དང་ལས་ཀ་བྱེད་སྟངས་ཐོག་ལ་ཏེས་ཏེས་མི་འདྲ་གཅིག་ཡོང་གི་ཡོད་རེད། དེ་ཡོང་དགོས་ཡ་ག་རེ་བསླབ་པ་ཡིན་ན། མི་ཚོ་མི་རེ་རེ་བསམ་སྟོང་དང་མི་འདྲ་རེ་རེ་ཡོད་རེད་བ། དེ་འདྲའི་ཡོད་པ་ཡིན་ཙང། དེ་ནི་པའི། ཁྲག་ཕྲན་བུ་མི་འདྲ་ཡ་ཆ་ཡག་ཏུ་ཆགས་པ་རེད། དེ་འདྲའི་ཆ་ནི་དེ་ནི། ད་ལྟ། ང་ཚོས་དེ་ཞུ་ཡ་དེ། དེ་ནི། ཐེག་ཐེག་ཆེན་ཐེག་པ་ཆེན་པོ་མ་ཡ་ནི།

ག་རེ་ཟེར་ན་དེ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། མི། མི་མང་པོ་མི་མང་པོ་ཡོད་པ་ཡིན་ཙང་བསམ་བློ་འདྲ་མི་འདྲ་ཡོད་རེད། ཆོས་ལུགས་གཅིག་གིས་མི་ཚང་མའི་བསམ་བློ་ལ་མི་ཚང་མ་རོགས་པ་བྱེད་ཐུབ་ཡ་ཡོད་མ་རེད། མི་ཚང་མའི་བསམ་བློ་དང་མཐུན་པའི་ཐབས་ཤེས་ཅིག་སོ་སོའི་བདེ་བ་སྒྲུབ་ཡ་ཐབས་ཤེས་ཅིག་དགོས་ཀྱི་ཡོད་པ་ཡིན་ཙང། དེ་ཆོས་ལུགས་ཚང་མས་ད་འདྲ་མི་འདྲ་ཡོད་དུས་མི་ཚོས་འདམ་ཐུབ་ཡ་ཡོད་རེད་པ་དེ་ཤི་ད་གལ་ཆེན་པོ་རེད་ཕྱོགས་གཅིག་ནས། ལྟ་ཕྱོགས་གཉིས་ནི་དེ་ཚོ་ཚང་མ། ཕྱོགས་གཅིག་འདི་གིན་གལ་ཆེན་པོ་བྱེད། དེའི་སྒང་ལས་དེ་ནི་སོ་སོས་དེ་ཚོའི་ནང་ནས་སོ་སོའི་སེམས་ལ་ག་རེ་མཐུན་པ་ཡོད་ནི། དེ་སོ་སོས་འདམ་བྱེད་ཧ་གོ་བྱེད་དེ་འདམ་བྱེད་དེའི་ཆོས་ལུགས་ཉམས་ལེན་ཡག་པོ་བྱེད་ཕྱོགས་གཅིག་ནས་འདུ་བྱེད་རྒྱུ་དེ་གལ་ཆེན་པོ་བྱེད། དེ་ནི་དེའི་སྒང་ལས་གཞན་དག་ཚང་མ། ཆོས་ལུགས་གཞན་དག་ཚང་མ་ལས་པའི་མི་མང་པོ་ཅིག་ལ་ཕན་ཐོགས་མང་པོ། བྱེད་ཐུབ་ཀྱི་ཡོད་པ་ཡིན་ཙང་ཚང་མར་ཕ་གུས་ཞབས་ཞུ་རྒྱུ་དང་ང་ཚོས་ནང་པའི་ཚང་མར་གུས་ཞབས་ཞུ་གི་རེད་གུས་ཞབས་ཞུ་རྩ་ཆེན་པོ་ཞེ་པོ་བརྩི་གི་ཡོད་པ་རེད་ག་རེ་ཟེར་ན་མིའི་མིའི་དཀའ་ངལ་མི་མང་པོ་ཞིག་དཀའ་ངལ་སེལ་ཐུབ་ཀྱི་ཡོད་པ་རེད་མི་མང་པོ་ཞིག་བདེ་བ་སྒྲུབ་ཐུབ་ཀྱི་ཡོད་པ་དང་བྱས་པ་ཡིན་ཙང་དེ་ཞེ་དྲག་ཆོས་ལུགས་གཞན་དག་ལ་ང་ཚོས་ལྟ་སྟངས་དེ་འདྲས་ཤིག་ལྟ་གི་ཡོད་རེད་དེ་འདྲས་ལྟ་གི་ཡོད་གཞན་དག་ཚོ་ལ་ལྟ་སོ་སོའི་སེམས་ལ་མཐུན་པ་དེ་སོ་སོས་ཉམས་ལེན་བྱས་ལྟ་གཞན་དག་ལྟ་གིན་ཏེ།

སྐྱབས་སུ་མཆི། བློས་བསྐྱེད་སངས་རྒྱས་བློས་བསྐྱེད། ད་བློས་བསྐྱེད་སྟངས་དེ་ལས་མི་འདྲ་མང་པོ་འབྱུང་བ་རེད། དང་པོ། དེ་ལ་དེ་ནི་དཔེ། ང་ཚོས་དཀའ་ངལ་སེལ་ཡག་དང་བདེ་བ་ཐོབ་ཡག་གི་ཆེད་དུ་སངས་རྒྱས་སྐྱབས་ཞུས་རྗེས་འདི་འདྲ་བྱེད་ཡག་ཅིག་བྱས། དེ་ནི་གལ་ཆེ་ཤོས་ག་རེད་ཟེར་དུས། ང་ཚོས་སངས་རྒྱས་ཀྱི་གསུངས་པ་ནང་བཞིན་བྱས་ནས། སངས་རྒྱས་ཀྱི་གསུང་དེ་སློབ་སྦྱོང་བྱས། དེ་ནས་དེ་ལ་བསམ་བློ་བཏང་སྒོམ་བརྒྱབ། དེ་ནས་རིམ་གྱིས་རིམ་གྱིས་ང་ཚོ་ཡར་ཡར་ཕྱིན་ནས་ང་ཚོ་རང།